རང་ཅག་ཁ་བ་རི་པ་ནང་གི་བླ་ནས་མི་བོའི་ཆོས་སྲིད་གཉིས་ཀྱི་དབུ་ཁྲིད། དུས་རབས་ཉེར་གཅིག་པའི་སྟོན་པ་ཆེན་པོ ྋགོང་ས་ལྷ་མོའི་ནང་འདྲེན་སྐྱོང་གི་རྒྱལ་ཡོངས་པའི་ཐང་ཆེན་ཆེན་པོའི་ཟིལ་བ་ཆེན་པོ་མཆོག་སྐུ་ཡི་མཚན་དཔེ་བཞེངས་ནས་དགུང་ལོ་དགུ་བཅུ་ལ་ཕེབས་པའི་གོ་སྟོན་དང་འབྲེལ་བའི་གྱང་རྩེའི་ལོ་གུ་སྲུང་བརྩི་གི་ཕྱག་བཞེས་སོ། དཔེ་ནང་ལས་གྲྭ་གཉིས་པ་དཔའ་སྡེ་འབྲི་ག་དཔུང་པ་ཆོས་ཀྱི་དད་ཆེན་པོ་མཁན་མོ་བློ་གསལ་སྤྱི་བོའི་ལི་གྲྭ་ཚང་གི། བཀའ་དྲིན་རྗེས་དྲན་གྱི་སླད་དུ། ཆོས་རྒྱུད་རིས་སུ་མ་ཕྱེས་པའི། མཁས་པའི་ཚོགས་མང་པོས་འདོད་དོ། དེ་ནས་ང་ཚོ་རྒྱ་སེ་ཆེན་པོ་ཞེས་བ་ལ་མཛེས་པའི་སྤྱོད་རྒྱུད་ཆེན་མོ་དང། རྒྱལ་བའི་ཐུགས་རྗེའི་དམ་བཅའ་བཞིའི་སྐོར་གྱི་ཨ་ནི་བགྲོ་གླེང་ཆེན་པོ་འདི་ལ་ཡང་འཚོགས་ཤིག་འདོད་པས། སྟག་ཚང་རྭ་བ་སྟོད་པའི་སྐྱབས་རྗེ་མཁན་རིན་པོ་ཆེ་དང། དཔའ་བརྟན་འབྲི་ག་བུམ་པའི་ཞིང་བ་རྣམ་པ་གཉིས་དང་མཁས་དབང་བློ་གསལ་སྤྱི་བོའི་བླ་བྲང་ཚང་གི་བླ་མ་གཞུང་ལས་པདྨ་ནང་ཆོས་ཆོས་ཁ་ནས་ཕེབས་པའི་དགེ་བའི་བཤེས་གཉེན་མཁས་དབང་རྣམ་པ་དང། ཨ་ནི་མཆོག་ཏུ་བཀུར་འོས་ཀྱི་ཨ་ནི་ཕ་བུའི་དགེ་འདུན་ཚོགས་ལ་ཡར་གུས་བྱ། སྔོན་དུ་བཏང་པའི་སྒོ་ནི་དེ་རིང་ངེད། ཚོགས་ཞོག་གི་བགྲོ་གླེང་སྙིང་བསྡུས་ཅི་མང་ཞུ་ཆོག་པ་གྱིས། ད། ད་ལྟའི་ངེད་ཀྱི་བརྗོད་གཞི་དེ་སྤྱོད་འཇུག་ལེའུའི་རྒྱས་པ་ནས་གསུངས་པའི་བདག་གཞན་མཉམ་བརྗེའི་དགོངས་ཚུལ་དང་བརྒྱུད་སྤྲོས་མེད་ངང། དོན་གྱི་ཚུལ་གྱི་ཁྱད་པར་ལ་དཔྱད་ཟེར་ཡག་གི་འདུག་དེ་ཡིན་ཙང་ད། ངས་བདག་གཞན་མཉམ་བརྗེ་གི་བྱང་ཆུབ་སེམས་རིན་པོ་ཆེན་དེ་ངེད་ཀྱི་གཙོ་བོ་བརྗོད་བྱ་བྱས་ནས་མ་ཡོང་གི་ཡོད། ད་དེ་ལ་ཡང་ང་རང་ཚོ། བདག་པས་གཞན་སྐྱིད་པར་མཛད་པའི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཞེས་བྱ་བ་འདི་ནི། སྨན་གླང་ཐང་ཕྱེད་ལས་ཆད་པ་དང་འཇལ་ཆད་ཐིག་ཆེན་གླང་གི་འཇུག་སྒོ། ཐིག་པ་ཆེན་པོའི་གླང་གི་གཞོང་ཤེས་ཡང་སྲོག་ཤིང་ལྟ་བུ། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ལྕགས་ཀྱི་རླབས་ཆེན་གྱི་སྤྱོད་པ་གྱི་རྟེན་དུ་གྱུར་པ། དེ་ནས་སྣ་དཀར་རྒྱལ་བུའི་ཚོགས་ཐམས་ཅད། སྣང་བྱེད་རྒྱལ་བའི་རྒྱུར་འགྱུར་བའི་གསལ་འབྱེད་སྐུ་རྩེ་ལྟ་བུ་དང་ལྡན་འདྲིས་བྱེད་ཙམ་ལོངས་སྤྱོད་ཅུང་ཟད་ཐ་མལ་པས་དཔག་བསམ་གྱི་ཤེལ་དང་ཡེ་ཤེས་ཀྱི་ནོར་བུ་ལྟ་བུ། ཉོན་མོངས་ཀྱི་ཚ་གདུང་སེལ་བར་བྱེད་པའི་ཟླ་བ་ལྟ་བུ་མ་རིག་པའི་རང་རིག་འཇོམས་པར་བྱེད་པའི་ཉི་མ་ལྟ་བུ། དུས་མིན་གྱི་འཆི་བ་འཇོམས་པར་བྱེད་པའི་བདུད་རྩི། དེ་ནི་ངའི། ལས་ངན་པ་དེ་བདེ་སྡུག་དང་བྱེ་བྲག་པར་བྱེད་པའི་གཉེན་པོའི་མཆོག། སྐྱེ་བོ་མཆོག་མིན། ཀུན་གྱིས་སྙིང་ལ་གཅེས་པ་ཙམ་གྱིས་ལྷ་དང་བྱིས་པའི་འགྲོ་བ་ཡོངས་ཀྱི་ཕྱག་བཅའ་བའི་གནས་དང་སོ་ནག་གི་ཞིང་གི་མཆོག་ཏུ་བརྗོད་པ་བྱང་ཆུབ་སེམས་རིན་པོ་ཆེན་སེ་ཡ། ད་ང་ཚོ་མདོ་རྒྱུད་བསྟན་བཅོས་ཀུན་ནས་བསྔགས་པར་མཛད་པའི། འོ་དེས། ཚིག་གཙང་གྱིས་མ་ལིང་ཐོས་བྱས་པ་ལ་ཡང་སོ་ནང་དཔག་ཏུ་མེད་པ་ས་ག་རི་བསམས་པས། རྗེས་སུ་ཡི་རང་དང་བཅས་ཏེ་མ་ཞུ་རྒྱུ་ལ། ལྷ་བུ་དང་བྱང་ཆུབ་ཀྱི་སེམས་ཀྱི་ནང་ནས་ཀྱང། རླབས་ཆེའི་སྤྱོད་བྱེད་ཀྱི་བྱང་ཆུབ་ཀྱི་སེམས། བདག་གཞན་མྱང་བྱེད་ཀྱི་བྱང་ཆུབ་ཀྱི་སེམས་ཟེར་བ་དེ། དེས་ཀྱི་སྤྱོད་པ། ནང་ནས་ཆེས་མཆོག་ཏུ་སྤྱོད་པ། ཨ་ནེ་སྟོང་ལས་རླུང་ལ་བཅོལ་ནས་དགོངས་ཚུལ་གྱི་མན་ངག།

ག་རེ་ཟེར་ན་མན་ངག་འདི་ལྟ་བུ་དེ་ང་ཚོ་ཧ་ཅང་གི་ཆོས་ཀྱི་ཆེ་བ་ཤིན་ཏུ་འདོན་པ། དེ་འདྲའི་མན་ངག་ཅིག་རང་རྒྱུད་ཀྱི་ཉམས་སུ་བླངས་པར་བྱས་པ་ལ་ཡང། ལམ་འདི་དང་མན་ངག་འདི་སྟོན་མཁན་གྱི་དགེ་བའི་བཤེས་གཉེན་ལ་ཡང་གསང་སྤྱི་ལ་ལྷ་བར་ལྟ་བའི་བཤེས་གཉེན་དེ་ཚོ་ཆེས་མཆོག་ཏུ་ཟབ་པར་གྱུར་དགོས་ཡོད་དོ། དེ་འདྲ་ཡི་སྤྱོད་པ་མྱང་ལས་བྱེད་མཁན་གྱི་བཀའ་ཐང་བླ་མ་ཕལ་མོ་ཆེ་གི་རྣམ་པ་དག་པ་ལ་ཡང་ཅི་མཇལ་བ་ཡིན་ན། དཔེར་ན། བཀའ་ཐང་བླ་མ། གོང་མ་རྣམས་ཀྱིས། འདི་ལ་བརྟེན་ནས་རྟོགས་པ་ཐུགས་རྒྱུད་ལ་གྲོལ་བའི་ཉམས་རྟོགས་ཀྱི་གསུང་ལ་ག་རེ་ཡོད་ཟེར་ན། བླ་མ་ཉོན། ལོ་ཉེར་བཞི་བསྟན་པའི་བསྟན་སྒོ་ཡོད་ཆོས། ཕ་བཞི་ཕ་གོང་རྩོམ་པའི་རྩོམ་སྒོ་ཡོད་ཆོས་གསུངས། དེ་ནས། རྗེ་བཙུན་དྲི་མ་བསྔོ་ན་བསྔོ། འཇམ་དཔལ་ཡང་ཟེར་ན་ཟེར། སྤྱན་རས་གཟིགས་བཀའ་ན་བཀའ། འོད་དཔག་མེད་སྨྲ་ན་སྨྲ། ང་རང་ལ་དགོངས་ཡག་གི་ལྷག་པ་བླ་མ་ལས་མེད་ཟེར་ཡག་གི། བླ་མ། སངས་རྒྱས་དང་བྱང་སེམས་ཐམས་ཅད་ལས། བཀའ་དྲིན་ཆེ་བའི། སྒོ་ནས་ནི་མཆོག་ཏུ་ལྟ་བ། དེ་འདྲའི་གི་དཔལ་བཤེས་གཉེན་དེ་ཚོ་གི་རྟོགས་པ་ཆེ་བ་བཅས་ཡོད་མཁན་གི། བྱང་ཆུབ་སེམས་དཔའི་གི་ཉམས་སུ་བླང་བ་བཅས་བ་དང་ཐུགས་རྗེ་རྟོགས་པ་འཁྲུངས་བསྡད་པ་དེ་འདྲའི་རྗེ། བྱས་ཙང་ཕྱོགས་བཅུའི་རྒྱལ་བ་དུ་ཐུགས་བགྱིས་ན་དགོས་ཁི་མ་སྤང་དགོས་གི་གཉིས་ན་གཉིས། བདག་སྙིང་ཐུགས་ཀྱི་ཚིག་ཐུགས་བསྐྱེད་ལ་ཟུང་འཇུག་གི་གོ་འཕང་སྙིང་སྙིང་འདྲ་ཟེར་ཡ་དེ་འདྲའི་དགེ། ཐུགས་ལ་ཉག་སྟོབས་འཁྲུངས་པས། ཨོ་དེ་འདྲའི་གསུང་གོ་ཡ་རེད། ད་ག་ནང་བཞིན་དགེ། འགྲོ་དོན་རྒྱལ་ཡོན་འབྱུང་ནི། མཉམ་མེད་ཇོ་བོ་ཆེན་པོའི་དགེའི་མན་ངག་འདི། སྨྲ་ནང་གི་ལྔས་ནི་བཤེས་གཉེན་སྟོན་ཚུལ་ཧ་ཅང་གི་ཟབ་བོ་བྱས་ནས་སྙུང་གཡོག་མཛད་ནས་ཁྱབ་བྱའི་ནང་ཁ་ནི་ལག་ཕྱག་ན་ནི་ནང་ཁ་ལ་བ་ཡས་ནི། ཇོ་བོ་ཆེན་པོ། མགོན་པོ་འོད་དཔག་མེད་ཀྱི་སྐུ་དངོས་སུ་ཡ་མཇལ་ཡ་དགེ། ཐུགས་ཆེན་ལོ་ཏོག་པ་འཁྲུངས་པ་དང། དེ་ནི་འདི་འདྲ་ཡི་བཀའ་ཐང་འགས་ནི། བསྟན་པའི་བདག་པོ་དུ་ལྔ་སོགས་ཐུགས་ཡག་གི། མན་ངག་གི་གཏེར་དུ་བཅོལ་བ་དེ་འདྲ་ཞིག་ཆགས་པ་རེད། དེ་རིང་ཡིན་ཙང་ང་ཚོ་འདི། ང་རང་ཚོ་ནང་ཆོས་གཅིག། ག་རེ་བསྲེ་དགོས་རེད་ཧ་ཅང་གི་རྩ་བ་ཆེན་པོ་བརྩི་དགོས་ཡ་དེ་ནི་ཕན་ཡོན་གི་ཆ་ནས་བཤད་ན་ང་ཚོ། ད་ལྟ། ནང་པ་སངས་སྐྱིད་པའི་གཞུང་ལ་ཡ། མཐོང་ཆོས་མྱོང་ཆོས་ཀྱི་འབྲས་བུ་ཟེར་མཁན་གྱི་བཤད་སྡད་ཀྱི་ཡོད་རེད། དངོས་གནས་ང་རང་སངས། སུ་བལྟས་ལེགས་མཐོང་དང། ཁོ་ལྟ་རྒྱུ་ཡོད་མཁན་བསྟེན་རྒྱུ་ཡོད་མཁན་གཅིག་མེད་ང་འདི་དགོངས་མཁན་གྱི་གང་ཟག་ལ། དང་ད་སི་ཡ་ཐོང་ཆུས་སུ་ཞུས་དུས་ངས། དེ་འདྲའི་ནང་ལ་ཡ་བྱུང་འདུག་བྱུང་ཤན་པ་ཆགས་དགོས་རེད། པའི་ཚོད་ཅིག་ཞུས་པ་ཡིན་ན། དེང་དུས་ཀྱི་ཚིག་རིགས་ཀྱི་ཡ་བརྟག་དཔྱད་བྱས་ནས་བྱེད་ཡུས་པ་ཅིག་རེད་དྲན་གྱི་འདུག་དཔེར་ན་ག་སི་དེ་ནི་ཀན་སི་ན་ཚ་སྤྲེ་ནས་འདི་འདྲ་ཕོག་ནས་ཕྱི་ལུགས་མན་པ་གི་དེ་ནི་ཟླ་བ། གཅིག་དང་ཞག་མ་བཅོ་ལྔ་དེ་འདྲའི་གི་མ་གཏོགས་མ་བསྡད་ཡ་གི། དེ་འདྲའི་གི་སྨད་གི་གྲུང་འདྲིས་བསྟེན་ནས། རྒྱ་མིས་བོད་མི་གང་ལ་མ་བསྟན་པ་བཅས་འདི་ལྟ་བུའི་མན་ངག་རང་བསྒོམས་བྱས་ནས། ཟླ་བ་རེ་རེ་གཉིས་གཉིས་ཀྱི་ནང་ནས་ནི། ན་ཚ་སྲིང་དྲག་བྱས་ནས་ད་ལྟའི་འཚོ་བཞིན་བཞུགས་ནས། ང་ཚོ་གླིང་གི་དཀྱིལ་འཁོར་ཁོ་རང་དུ་ཡོད་རེད་ཟེར། ད་དེ་ཚོ་དངོས་གནས། འདི་འདྲའི་གི་མན་ངག་ལ་བརྟེན་ནས་ནི་མཐོང་ཆུང་ཉུང་ཆུང་གི་འབྲས་བུ་མ་ཡིན་ན།

ལོ་རྒྱུས་ཀྱི་ཐོག་ལ་བྱས་པ་ཡིན་ནའི་ང་ཚོ་བོད་ལ་ངེད་མ་མཛེས་ནི་ན་དུས་སྒང་ལས་བཅུ་ཐེག་གི་སྨད་མེད་པ་ཡིན་ཙང་མན་ངག་འདི་དགོངས་ནས་གྲགས་མཁན་མང་པོ་བྱུང་བ་ཡིན་ཙང་འདི་ལ་ཡང་མཛེས་ཆུས་སུ་གྲགས་དགོས་རེད་བ། དེ་ནས་སྲིད་ཆུས་ཟེར་དགོས་ཡ་དེ། ད་གིན་ངས་སྲིད་ཡིན་པ་ད་ལྟ་མན་ངག་འདི་གནང་བ་བྱས་པ་ལ་མན་ངག་འདི་གི་ཆེ་བ་འདུས་པའི་ཆེད་དུ་སྲིད་དགོས་ཀྱི་ཡོད་ཟེར་ནས་བཀའ་གནང་བྱས་ཕ་གིའི་ཕ་ཁོང་གང་ག་བཙོང་ནས་སྲིད་ལ་བྲིས་ནས་འབུད་ཕུད། འདིར་ཕུལ་བ་ལ་དེའི་མན་ངག་བསྒོམས་ནས་རྟོགས་པ་བརྗོད་ལ་འཁྲུངས་དུས། བླ་མ་ལ་བརྙས་སེལ་ཞུས་དུས་བླ་མས་སིལ་མ་གནང་བ་རེད། ང་ལ་སིལ་གྱི་ཉེན་ཁོ་མེད་ཁྱེད་རང་ཆུ་འདི་འཆི་བ་འདོད་པའི་ཆེད་དུ་སིལ་ལེན་པ་ཡིན་གསུངས་ནས་ཨ་ནེ་སིལ་མ་གནང་ཡག་གི་ལོ་རྒྱུས་དེ་འདྲ་ཡོད་རེད་བ་དེ་འདྲ་ཡིན་ཙང་དེ་ལ་སིལ་ཆུས་སུ་གྲགས་ཏེ་བ་ཨོ་ནི་ལྐོག་ཆུས་སིལ་དེ་འདྲ་རྒྱས་ཞུ་དགོས་རེད་དེ་ནས་ཡིན་ཙང་ངས་འདི་སྐབས་འདི་མ་གླིང་བླང་བའི་ཆེད་དུ་དེ་འདྲ་རྒྱུ་ཞུ་གི་ཡོད་ཨ་ནི་ངའི་སྐབས་སུ་བ་བ། ད་ལྟའི་གི་ངས་བརྗོད་གཞི་དེ་དང་འདྲིའི་སྒོ་ནས་ས་བཅད་ཆེན་པོ་དྲུག་གི་སྒོ་ནས་མ་ཞུ་གི་ཡོད་ཐིག་པ་ཆེན་པོ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་བསྟན་པའི་མདོ་ཁུངས་དྲངས་ཤིང། མདོ་སྤྱི་དང་བྱང་ཆུབ་སེམས་བསྟན་པའི་མདོ་ཀྱི་ཁུངས་ཀྱི་བཀོད་ཡོད། ཁྱད་པར་དུ་སྟོང་ལས་དགོངས་ཚུལ་མདོ་ལས་གསུངས་པ་འགོད་པ། ས་བཅད་གཉིས་པ་དེ། གཉིས་པ། དེ་འདྲ་ཡི་སྟོང་ལས་སྒོམ་པའི་ཚུལ་དེ་མན་ངག་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ལ་ཐུག་དེས་པ་མགོན་པོ་ཀླུ་སྒྲུབ་གསུང་ལས་བྱུང་ཚུལ། གསུམ་པ། བདག་གིས་རྗེ་བའི་བྱང་ཆུབ་ཀྱི་སེམས་བསྐྱེད་པའི་ཚུལ་སྤྱི་དང་ཁྱད་པར་དུ་སྟོང་ལས་དགོངས་ཚུལ་རྒྱས་པར་བཤད་པ། ཞེས་པ་སྟེ་སྒྱུ་འཕྲུལ་མན་ངག་བདུན་གྱི་སྒོ་ནས་སེམས་བསྐྱེད་ཚུལ་མདོར་བསྟན་པ་དང་སེམས་བསྐྱེད་གཉིས་འགལ་མིན་དོགས་པ་གཅོད་ཅིང་བཀའ་གདམས་ཆུ་བོ་གཅིག་འགྲིག་གི་སེམས་བསྐྱེད་ཚུལ་ཟེར་དུས་མན་ངག་བདུན་པ་དང་སྒྱུ་འཕྲུལ་མན་ངག་གཉིས། བཀའ་གདམས་ཆུ་བོ་གཅིག་འགྲིག་གི་སེམས་བསྐྱེད་ཚུལ་དམིགས་སྐོར་བཅུ་གཅིག་གི་ནང་ལ་མ། ཀྱང་ཅུང་ཟད་སྦྱོང་སྟངས་ཀྱི་རིམ་པ་བརྒྱད་ཞུས་ཡོད། སྔགས་པ་དེ། བཀའ་ཐང་བླ་མ་རྣམས་ཀྱི་བོན་དུ་ཤིན་ཏུ་གྲ་འཇིགས། མཛད་པའི་ཚུལ་ཅུང་ཟད་འགོད་པ། དྲུག་པ། བྱང་ཆུབ་སེམས་ཀྱི་ཕན་ཡོན་བསྟན་པའི་སྒོ་ནས་མཇུག་བསྡུ་བ་བྱས། དེ་འདྲ་ཡིན་ཚ་ད་ལྟ་ངས་འདི། མདོ་དྲངས་དགོས་ཡ་དེ་ཅི་ཐང། ངས་དེ་གསུང་ཆོས་ནང་ལས་གོ་ཚོད་དེ་ནོར་མི་ཡིན་ན། རྒྱ་གར་པཎ་གྲུབ་ཁ་ཤས་ཀྱིས་ཀྱང་བོད་ཀྱི་བློ་སྦྱོང་གི་ཉང་ལས་སྟོང་ལས་རླུང་ལ་བཅོལ་ཚུལ་འདི། ཁུངས་དང། རྒྱ་གར་མཁས་པའི་གསུང་ལ་ཡང་ཁུངས་དང་ཡོད་མེད་ཟེར་ཡག་གི་བཀའ་འདྲི་བྱུང་རེད་ཟེར་ཡག་གི། དངོས་སུ་བྱུང་བ་དེ་ཆེད་ཁག་བག་གིས་བླ་རུ་དྭགས་པའི་གློག་སྦྱོང་ཚིགས་བཅད་མང་ནས་གྱོང་ཁ་རང་གིས་ལེན་པ་དང་རྒྱལ་ཁ་གཞན་ལ་འབུལ་ཟེར་བ་གི་མན་ངག་འདི་ཧ་ཅང་ཐུགས་ལ་ཕན་པོ་འདུག་ཡིན་འོན་ཀྱང་འདི་རྒྱ་གར་གཞུང་གི་ཁེ་ཕིག་གི་གཞུང་ལ་ཡང་ཁུངས་ཡོད་རེད་བས་སི་ཀ་འདྲི་ནང་དུས་སྒང་ལ་རི་ཆེན་ཕྲེང་བ་གི་ནང་ནས་བདག་ལ་དེ་དག་སྡིག་མེད་ཅེས། བདག་དེས་མ་ལི་དེ་མིང་ཤོ་ཨོ་སི་ཡ་གེ་འོ་དེ་ཁུང་དྲངས་གནང་བ་རེད་ཟེར་ནས། དེ་འདྲའི་གེ་དཔལ་ཆེན་པོ་དེ་ཚོ་ལ་ཡང་ཨ་ནི་ཐུགས་དོགས་དེ་འདྲ་བྱུང་གི་ཡོད་ཙང་ང་ཚོ་སྟོང་ལས་སི་ཡ་དེ་མྱང་ལས་དེ་ཁོ་སྙིང་རྗེའི་གཞན་དབང་དུ་གྱུར་པའི། ཁོ་བ་ཧ་ཅང་གི་གཞན་དབང་དུ་གྱུར་པའི་སྒོ་ནས་ད། ཁོ་མོས་པ་བྱེད་བདེ་བ་བྱེད་མ་གཏོགས་དངུལ་ཟོས་གཏོང་ཡ་ལེན་ཡ་མེད་མཁན་གྱི་དེ་ནོ་ཡོར་བ་དེ་ཡིན་ཙང་འདི་ལས་ཁུངས་ཡོད་མེད་ཀྱི་དོགས་པ་གླེང་ཡ་དེ་འདྲ་གྱི་ཡིན་པ་རེད་དྲན་གྱི་འདུག་དེ་ཡིན་ཙང་ངས་འདི་བགྲང་ཡ་གྱི་འདུག་ཁ་ཤེས་ཀྱི་མ་གློག་དེ་ན་མང་པོ་ཞེ་དྲག་ཡིན་བཀོད་བཞག་ཡོད་དེ་འདྲ་ཡིན་ཙང་འདུག་གི་ཁུངས་འགོད་པ་ལ་ནི་གྱི་ནི་ལེའི་རྣམ་འབྱེད་ལིས་འཇིག་རྟེན་བགྲང་དུ་མེད་པ་ཐམས་ཅད་ཀྱི་སྲིད་རྩེ་མན་ཆད་རྣམ་སྨིན་ཡན་ཆད་ཀྱི་ལྷ་དང་ལྷ་མིའི་སྟོབས་ཆེ་ཆེན་པོའི་ཚོགས་བདེ་བར་གྱུར་ཅིག་སྡུག་བསྔལ་བདག་གིས་བླངས་ནི། དེ་འདྲའི་དགེ། སྟོང་ལས་དགོངས་ཚོད་ད་འདི་ནི་མ་གསལ་དབྱེ་བ་མཐའ་ཡས་པ་རེ་རེ་འདུག་དེ་མདོ་གཉིས་པ་དེ། ཕལ་ཆེར་ཁ་བ་ཉང་ནི་སངས་རྒྱས་བསྟན་འཛིན་རབ་ཏུ་ཐོབ་པ་ཚད་མེད་པའི་གནས་སུ་གྱུར་ཅིག་སེམས་ཅན་དེ་དག་གི། ཐམས་ཅད་ཀྱི་སྡུག་བསྔལ་གྱི་ཕུང་པོ་བསྒྲིགས་པས་ལས་སྣ་ཚོགས་འབྱུང་བ་བསྒྲིགས་པས་ལས་དེ་དག་ཐམས་ཅད་བསྒྲིགས་པ་དང་འོ་ད་དེ་གས་ཚོད་ལེན་ཡ་ད་ལྟའི་ཆ་ཚང་ཀློག་མི་དགོས་པ་གྱིས་ཞེས་དང། ཡང། བདག་ཉིད་ཀྱིས་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་གྱི་ཕུང་པོ་བླང་བར་སྤྲོ་བར་བྱའོ་ཞེས་འདྲ། མདོར་ན་མདོ། ཚན་པ་སྔགས་ཚིག་གིས་བསྒྲངས་པ་རེད་དེ་ན་ཚང་མ་གི་གཏོང་ལེན་དགོངས་ཚུལ། རིགས་དྲུག་གི་སེམས་ཅན་སའི་དབྱེ་བ་རེ་རེ། སེམས་ཅན་རེ་རེ་གི་རྒྱུད་རྒྱུ་སྡུག་བསྔལ་སའི་དབྱེ་བ་རེ་རེ་ནི་སྡུག་བསྔལ་གི་རྒྱུ་ཉོན་མོངས་པ། ཉོན་མོངས་པའི་གི་ཀུན་ནས་ལོངས་སྤྱད་གི་རྟགས་ཤེས་ཅིག། འགྲིག་པ་དང་བཅས་པ་རེ་རེ་རེ་རེ་ནི་ངོ་བོ་དེ་དང་དང་ཡིན་པ་ལ་སྣང་བ། ཨ་ནི་འོད་ནག་པོའི་སྣང་བ་ལས། དབུགས་ཚུར་རྔུབ་པ་དང་མཉམ་དུ་ལེན་ལེན་པ་དང་རང་ལ་སྨིན། དེ་འདྲའི་གི་སྒོ་ནི་དགོངས་ཚུལ་པ་ཧ་ཅང་གི་གསལ་བོ། ང་རང་ཚོ་བློ་སྦྱོང་གི་མན་ངག་དང། སྤྱོད་འཇུག་ཆེན་པོ་དང་དེ་ཚོ་ལས་ཞལ་གསལ་བ་ད་མདོ་ནང་ལ་གསལ་གྱི་འདུག་ཟེར་ནས་ཞུ་ཡ་ཡིན། མདོ་ནང་ནས་གཅིག་མཇལ་ཐུག་ན་དངོས་གནས་དེ་ཚོ་དགོངས་དང་ས་གཞི་གསལ་བ་དེ་འདྲ་འདུག། དེ་ནི་ད་ག་ནང་བཞིན་གྱི་མགོན་པོ་ཀླུ་སྒྲུབ་ཀྱིས། གསར་དུ་ཆོས་དང་མེ་དང་མེ་དང་དགོན་པའི་ཤིང་བཞིན་དུ། སེ་ཡ་གི་གཞོང་དེ་གི་ཁུང་དུ་ཡང་ནང་ཁ་མཛོད་བཅུ་ཞུས་པ་ལས། ཕྱི་རོལ་གྱི་འབྱུང་བ་ཆེན་པོ་བཞི་པོ་དེ་དག་སེམས་ཅན་ཐམས་ཅད་ཀྱི་འཚོ་བར་བྱུད་ཅིག་དེ་བཞིན་དུ་བདག་གིས་ནང་གི་འབྱུང་བ་ཆེན་པོ་བཞི་པོ་འདི་དག་སེམས་ཅན་ཐམས་ཅད་ཀྱི་འཚོ་བར་བྱུད་ཅིག་ཟེར་ཏེ། རང་གི་ལུས་ལོངས་སྤྱོད་དུས་སོང་དགེ་རྩ་དང་བཅས་པ་སེམས་ཅན་གྱི་ལོངས་སྤྱོད་ཆ་བྱད་པའི་འབྱུང་བ་ཆེན་པོ་བཞི་དང་སྨན་དང་གོན་པ་ལ་སོགས་པའི་གང་ལ་གང་འདུལ་གྱི་དངོས་པོ་ལ་བསྒྱུར་ནས་བར་སྟོང་ཚོལ། ཧ་ཅང་གི་དེ་ནི་སེར་པོ་གི་ཁུངས་དེ་མདོ་དེ་འདྲི་གྱི་འདུག་སུ་ཞུ་ཡ་ཡིན། ཨོ་རྒྱན་རིན་པོ་ཆེ་ད་སྐར་མ་གཉིས། ཨ་དུས་ལེ། ཚོད་མགྱོགས་པོ་ཞུགས་འགྲོ་ཞེས་ཨ་ལེ་ལ། ལ་སོ།
ལ་སོ་ལ་ད་དེ་ནི་ངས་འདི་ད་དེ་མ་འཁྱོངས་གུག་ད་ཨ་ཚེ་དེ་བྱས། དེ་བྱས་རེད་ད་ངས་ད་ད་དེ་མ་ཤེས་ཡ་དེ་ས་ཆའི་ག་ཚེ་མགོ་ནས་མ་འབྲི་ཡོད་ཤི་ན། ཨོ་ཡ་དེ་རེད་ད།

གི། དེ་ཉིད་བསྲེས་ཏེ་བདག་གིས་བགྱི་བའི་བསམ་པ་དངོས། འོ་ད་དེ་རེད་དེ་ན་ནི་ཨ་ནི་ག་རེ་ཟེར་ན་བདག་གིས་བགྱི་བའི་བསམ་པ་གོང་ན་སྤྱད་རྒྱུ་ཡོད་པའི་རིགས་པ་དེ་དྲུག་པ་བྱེད་ད་དེ་གོང་འོག་དེ་འཁྲུགས་བྱ་དེ་ཉིད་གི་བསྲེས་ཏེ་བདག་གིས་བགྱི་བའི་བསམ་པ་དངོས། བསམ་པ་དེ་ལ་བརྟེན་ནས་སྦྱངས་པའི་དམིགས་པ་བཙལ་ཏོ་གཉིས་ཀྱི་དམིགས་པ་བཙལ་ཏོ་དེ་ནི་ལེན་པ། སྦྱངས་པའི་དམིགས་པ་བཙལ་ཏོ་དེ་ནི་བཏང་བ། འོ་ད་དེ་འདི་ལ་བརྟེན་ནས་ནི་ལྷག་བསམ་བསྐྱེད་ནས་འབྲས་བུ་བྱང་ཆུབ་མཆོག་གི་བསླབ་བྱའི་སྤྱོད་བརྗོད་ཀྱི་བྱང་ཆུབ་ཀྱི་སེམས་བསྐྱེད་པ་སེ་ཡ་དེ། ས་བཅད་བརྒྱད་འགོ་ནས་ཞུས་ཡོད་སེ་ཡ།

བླ་མ་རིན་པོ་ཆེ་འཇམ་དཔལ་ཡིས་ཁྲི་ལི་རེ་འཇང་ཚོ་དགོས་འདི་ནི་གསུང་གི་མན་ངག་རེད་གསུང་ཡང་གི་ཚོགས་མཁན་མཁན་ཟུར་རིན་པོ་ཆེ་རྗེ་བཙུན་དཀོན་མཆོག་དབང་འདུས་དཔལ་བཟང་པོ་མཆོག་དྲུང་ནས་གསན་རྗེས་དཔེ་ཁྲིད་ཞུ་སྐབས་ཀྱི་ད་ཅིག་གསུང་བསྡད་པ་རྗེས་དྲན་ལ་མ་སྤྲད་ཅིག་ཧམ་པ་བྱས་ནས་འདི་ནས་ཞུས་བཞག་ཡོད་དེ་ནས་ཡང་བྱང་ཆུབ་སེམས་ཀྱི་མཚན་ཉིད་འདི་རྣམས་ལ་དོན་ངོ་པ་ཐོབ་པ་རྗེས་ཚང་གི་རེད་གསུང་ཡང་གི། ཞེ་འདོད་དོ་ཟེར་ཡག་གི་ཚིག་དང། རྫོགས་བྱང་ཟེར་མཁན་དེ་དང་འདུན་པ་ཟེར་ཡག་གི་ཚིག་གསུང་ནས་ནི་དོན་ངོ་པ་ཐོབ་པ་རྗེས་ག་ཚང་གི་རེད། རྫོགས་བྱང་ཞེས་པའི་རྫོགས་བྱེད་དེ་ལ་ལང་གཞི་དེ་གཞི་ཞེས། དེ་འདྲ་གི་སྦྱངས་པའི་འབྲས་བུ་ཕྱུག་ཟེར་ཡ་བྱང་ཆུབ་དེ་ལ་ནང་བྱན། འདོན་པ་ཟེར་ཡ་དེ་གི་འདོན་པ་བྱས་ལུགས་དེས་མཆན་སོང་གི་རྣམ་པ་འཇའ་དུས་ཀྱི་རྩ་སོང་སྦྱོར་བ་མྱང་ལེན་ཞིག་གི་འདོན་པར་ཕྱིས་ཕྱིས་བཅས་པའི་སྒོ་ནས་ཞེ་འདོད་འབྲས་བུ་ཆོས་སྐུ་ཐོབ་པ་དོན་དུ་གཉེར་བ་ཟེར་དུས་ཞེ་འདོད་དེ་ཞེ་འདོད་འབྲས་བུ་ཆོས་སྐུ་ལ་སྦྱར་བྱས་ནས་བྱང་ཆུབ་སེམས་ཀྱི་མཚན་ངན་འདི་རྣམས་ལ་དོན་ལྔ་པ་དུ་བ་རྗེས་ཚང་ནས་གོ་བ་བླང་གི་རེད་གསུང་བ་ཅིག། དེ་ནས་ངས་ད་ལྟ་ཟེ་ཡ་དེ་གདོང་ཐེར་རེ་ད། རྒྱུ་འབྲས་མན་ངག་དོན་དུ་བྱ་བདག་གིས་གཉའ་ཆེན་ངོ་ནས་བྱང་ཆུབ་ཀྱི་སེམས་བསྐྱེད་པ་ཟེ་ཡ་དེ་ལ་རྒྱུ་འབྲས་མན་ངག་ཚུལ་དམིགས་སྒོ་གཅིག་ཏུ་བསྒྲིལ་ནས་བཀའ་ཐང་ཆོས་གཅིག་འགྲིག་གི་བྱང་ཆུབ་སེམས་བསྐྱེད་ཚུལ་དེ། ཨ་ནེ། དང་པོ་དེ་ནི་བཏང་སྙོམས་གཉིས་པ་དེ་མ་གཞི་བྲལ་འབྲས་བྲལ་འབྲས་དེ་ལ་བྲལ་འབྲས་ཕྱེད་པ་བ་དེ་གཅིག་ཞུ་བྱ་བ་བྲལ་འབྲས་ཕྱེད་པ་བ་དེ། ག་རེ་ཟེར་ན་ང་ཚོ་མ་བྱས་མྱོང་པ་དེ་རྙེད་བྱུང་མྱོང་བ་ཙམ་མ་ཡིན་པ། མ་མ་སྐྱེས་པའི་ཚེ་ཡང་བཀའ་དྲིན་ཆེ་བ། དཔེར་ན་བདག་གིས་གཉའ་ཁྱིའི་བྱང་ཆུས་སེན་དགོང་མཁན་གྱི་བྱང་ཆུས་སེམས་པ་དེ་མ་དགོངས་པ་ལས་སྒྲ་དགོངས་པ་དེ་ནི་གལ་ཆེ་བར་བྱ་སྟེ་ག་རེ་ཚེ་ན་སྒྲ་སྟེ་ནི་སྒྲ་དེ་གི་སྙིང་རྗེ་གི་ཡོད་ཟུལ་ཕུལ་གི་ཡོད་དེ་འདྲའི་ཆག་སྒོ་ཡོད་ཙང། དེ་ཚེ་དུས་ཐོས་གི་ཚང་ནས་མ་གཏོགས་བློ་སྦྱང་དགོས་གི་མ་རེད་ཟེར་ཡ་ཞིག་ངས་དེར་ག་རེ་ཚེ་ན།

ནི་དྲི་བ་དྲིས་ལན་གནང་རོགས་ཅེས་རོ། ནི་ད་གོང་དུ་མང་པོ་གསུངས་ཚར་སོ་ནི་དྲི་བ་རེ་རེ་བྱས། དེ་གཅིག་ཚར་ཚུར་མང་པོ་མེད་པ་བྱས་རྡོག་རྡོག་བྱས། ལན་དེ་རྡོག་རྡོག་བྱས་ནས་ད་ང་ཚོ་དུས་ཚོད་མང་པོ་ཁེལ་ཡོག་མ་ར་སྐར་མ་ཉི་ཤུ་རྩེ་ལྔ་རེད། ཅིག་མང་པོ་ཅིག་ལ་ནི་ཅིག་གོ་སྐབས་ཕུལ་ཐུག་ཡག་གི་འབད་བརྩོན་གནང་རོགས་ཞེས་བྱས་ནས་འོ་ཐུགས་བསད་ནས་སྐྱབས་འཇུག་ཞུ་གི་ཡོད། ནི་དྲི་བ་དྲིས་ལན་འགོ་བཙུགས་རོགས་གནང། ལགས་སོ།
ཨ་ནི་ང་རྒན་ལ་དེ་བཀའ་འདྲི་ཞུ་ཡ་ཅིག་ལ། རྒན་གྱིས་ད་ལྟ་བདག་གཞན་གཅེས་པའི་ཨ་ནི་སེམས་བསྐྱེད་ཚུལ་དང་ཨ་ནི་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སེམས་བསྐྱེད་ཚུལ་གཉིས་པོ་དེ་གཙོ་བོ་དེ་དབང་པོ་རྣོ་རྟུལ་གྱི་སྒོ་ནས་བྱ་བ་རང་བ་ཅིག་བྱས་ཡོད་འདུག་ཨ་ནི་ངས་བཀའ་འདྲི་ཞུ་ཡ་ལ་ཡ་བདག་ཨ་ནི་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་ཨ་ནི་སེམས་བསྐྱེད་པ་ཡིན་ན། ནི་སེམས་ཀྱི་རྐྱེན་ངན་དེ་ལ་ཡིན་བྱེད་ཀྱི་ཀོ་ཨོང་བུ་རྟུལ་བུ་རུ་ཡིན་དགོས་པའི་རྒྱུ་མཚན་ག་རེ་ཡིན་ནོ་ཀོ་སྟོང་ཉིད་ནི་ཚོགས་ལམ་གྱི་སྔོན་ནས་སྟོང་ཉིད་མ་རྟོགས་དགོས་པའི་རྒྱུ་མཚན་ག་རེ་ཡིན་ན་དེ་འདྲའི་ཅིག་ཤོས་ཨ་རྟགས་འདི་ཉིད་གཉིས་ག་རེ་ཟེར་ན་ནི་ཁོ་རང་གཉིས་རྟེན་གྱི་སྒོ་ནས་རྟེན་ཨོང་བུའི་སྒོ་ནས་འགལ་བ་རེད་སེམས་ཀྱི་གཉིས་འགལ་བ་མ་རེད་ཟེར་ནས་གསུང་སྙན་སོགས་རེ་ཞིག་དུ

དཔེར་ན་ཇའོ་ཡི་ཁེ་ནོར་བུ་གྱི་སྤྱོད་འཇུག་བཀའ་ཁྲིད་ནང་ལས་བྱང་ཆུབ་སེམས་དཔའི་ཕལ་ཆེ་བས་དེ་ཐུགས་ཡུལ་ལ་ཐུགས་ལ་ཤོང་གི་མ་རེད་གསུངས་བཞག་འདུག་ཤོང་དཀའ་བ་ཡིན་དུས་ཁོ་གཉིས་ལྟོ་ཆེ་ཆུང་སྒོ་ནས་ཨང་པོ་གི་རབ་འབྲི་གཅིག་བརྩི་གི་འདུག་སྟོང་ཉིད་རྟོགས་པའི་ཤེས་རབ་རྟོགས་མ་བཏང་སྒོ་ནས་ཡང་གཅིག་བརྩི་ཡ་ཡོད་རོགས་ཡང་དག་ཤེས་སུ་མངོན་དུ་བཏང་བ་དེ་འོ་དེ་ངས་དཔྱོད་ཕིག་གི་ཆ་ནས་གཉིས་ལྟོ་ཆེ་ཆུང་གི་ནི་རབ་འབྲི་མཐའ་སོང་བཞག་ནི་དཔེ་མེད་པའི་བྱང་ཆུབ་སེམས་བསྐྱེད་མཁན་དེ་གཉིས་ལྟོ་ཆེ་བ། ཡེ་ཤེས་དམ་པའི་བྱང་ཆུབ་སེམས་བསྐྱེད་མཁན་དེ་འབྲིང་བ།

ད་ལྟ་རྒན་གྱི་དཔྱད་རྩོམ་ཤོག་གྲངས་སུམ་བརྒྱ་དགུ་བཅུ་གོ་གཉིས་ནང་འདི་འདྲི་གསུངས་གནང་འདུག་བོད་དུ་བློ་སྦྱོང་གི་ནང་ལེན་གཏོང་ལེན་རླུང་ལ་ཞོན་ནས་དགོངས་ཚུལ་འདི་ལ་ཕ་ཡུལ་གྱི་མཁས་པ་འགའ་ལའང་དོགས་པ་བྱུང་ཡོད་གསུངས་ཤག་དེ་འདྲ་ཡིན་དུས་ད་ལྟ་བློ་སྦྱོང་གི་ནང་ལེན་འདི་ནི་བོད་རེད་མ་གཏོགས་རྒྱ་གར་མེད་པའི་སོགས་གནང་གི་གཅིག་དང་ཕ་ཡུལ་གྱི་མཁས་པ་འགའ་ལའང་དོགས་པ་བྱུང་བ་གསལ་ཏེ་ཕ་ཡུལ་མཁས་པ་སོ་སོ་ལ་ཡང་དོགས་པ་བྱུང་ཡོད་རེད། དེ་ཇི་ལྟ་བ་དེ་ནས་ནི་བློ་སྦྱོང་དང་བློ་སྦྱོང་དང་ནི་ལམ་རིགས་གཉིས་ལ་ཡང་ནི་ཁྱད་པ་ག་རེ་ཡོད་རེད།
ལགས་སོ། ཨང་ད་ལྟ་དེ་རེད་ད་གན་རྒྱ་གར་ལ་དུ་ཡོད་ཀྱི་རེད་དེ་རྒྱ་གར་ལ་ཕལ་ཆེར་ཡོངས་གྲགས་བོད་ནང་བཞིན་དེ་འདྲ་ཡོངས་གྲགས་ཡོད་ས་མ་རེད་ཏན་ཏན་ཡོད་ས་མ་རེད། ཨང་ད་དེ་ང་ཚོ་བོད་ལ་ཡ་ཁྱབ་ཆེན་པོ་ས་ཆིག་རྡོ་ཆིག་ཅིག་བྱུང་བཞག་དེ་ངས་གསལ་པོ་བརྗོད་ཞུ་ཡི་ག་རེ་ཟེར་ན་རྒྱ་གར་མཁས་པ་དེ་ང་མཚན་ཞུ་ཡ་མེད་ངས་བློ་སྦྱོང་ཚིག་དོན་བསྟུད་མར་གྱི་བཀའ་ཁྲིད་ཀྱི་སྐབས་ལ་དེ་ནི། དེ་འབྲེལ་གྱི་གསུང་གསུང་བསམ་པ་གྱིས་ང་རང་དྲན་བླངས་ལ་ཚེ་སྐུད་དུ་འདིར་བཀོད་བྱ་ཡི་ང་རྒྱ་གར་པཎ་ཕྲུག་སུ་ཡིན་མིན་བརྟག་ཡ་མེད་ཡོང་རྒྱུ་དེ་ཆེ་ཁག་བར་གྱི་གླང་རི་དྭངས་བིག་གི་བློ་སྦྱོང། ཚིག་རྗེས་མ་གི་ནང་ལ་ད་ལྟ་ངས་ཞུས་བ་དེ་ཨོ་དེའི་ཐུགས་དོགས་བྱུང་ནས་བཀའ་འདྲི་གནང་ཤག་དེ་དངོས་སུ་བྱུང་འགྱོ་ཅི་རེད་ཞུས། ད་རྒན་གྱི་ད་ལྟ་དྲི་བ་གཅིག་དེ་གི་དེ་གི་ཡིན་གོ་ག་རེ། གླང་རི་དང་བློ་སྦྱོང་ནས་ཆེ་བ། ནས་ཆེ་བ་ཡོད་རེད་ལམ་གྱི་རིམ་པ་ཚུལ་དུ་མགོ་ཤེས་ཉིད་དེ་ཚུལ་ནི་མི་དག་པར་མང་དག་ཆོས་ཉན་ཁ་དང་ཚོ་སླད་དུ་དགོས་རེད་བ་བློ་སྦྱོང་ཟེར་ཡ་དེ་ལྟས་ཕལ་ཆེར་གཙོ་བོ་ང་ཚོ་བློ་སྦྱོང་ཚིག་རྗེས་མ་དང་བློ་སྦྱོང་དོན་བསྡུས་མ་དང། ད་ལྟ་སྟོང་ལས་དགོངས་ཚུལ་དེ་ཚོ་རང་ལ་བཞག་དགོས་ཀྱི་འདུག་དྲན་དགོས་རེད། དེ་ནས་མི་སོང་འདྲ་བཞག་ནས་འགྲིག་གི་འདུག་དྲན། རྒན་ངག་གིས་བཟང།
རྒན་ལ་བཀའ་འདྲི་ཞུ་ཆོས་པ་ཅིག་ད་རྒན་ལ་བཀའ་འདྲི་མ་ཞུས་པའི་ངེད་ལ་སྐུ་ང་འདི་མཁན་རིན་པོ་ཆེ་ལ་སྣང་བ་ཅིག་ཞུ་ཡ་ཡིན། ད་ནུ་ཞོ་རྒན་དེ་སྐར་མ་གཅིག་ནང་ལ་ངེད་མཇུག་ཏུ་རྫོགས་ཚར་བ་བྱེད་ཀྱི་ཡིན་ད་ནུ་ཞོ་རྒན་ཡང་མ་རུང་བྱེད་ཀྱི་ངེད་དེ་ཁུངས་ཅིག་ཅན་ཞིག་བཟོ་རོགས་བ། འདི་ག་རེ་རེད་ཟེར་ན། ང་དང་པོ་དོགས་པ་ཟ་ས་དེ་ག་རེ་ཟེར་ན། ཨ་ལགས་འཇིགས་མེད་ལྟོ་འཇིགས་ཀྱི་གྲོང་ཁྱེར་ལེགས་བཤད་གཉིས་མའི་འཇུག་ངོགས་ནང་ལ།

སྣང་སྟོང་སྣང་གཅིག་གོ་སྐལ་བཟང་ཟེར་དེ་རྩ་བའི་གཞུ་དེ་རེད། ད་དེ་གི་ཚིག་གི་འགྲེལ་པ་དེ་སློབ་དཔོན་སྐྱེས་ཆུང་འབུམ་གྱི་རྗེས་མཐུད་དེ་དེ་གི་འགྲེལ་པ་རྣམས་ལ་སྦྱངས་འོང་དེ་ག་ལ། རྒྱུད་བཞི་རང་ཚིག་གི་སྤྲོས་པའི་སྟོང་ཉིད་ཀྱི་ལྟ་བ་དེ་ལ་སྦྱངས་ནས་ད་ལྟ་དེའི་རྩ་བའི་ཚིག་དེའི་འོག་དེ་ལ། བཅོམ་ལྡན་འདས་ཀྱིས་ངེས་པར་གསུངས་གསུངས་རོ། བཅོམ་ལྡན་འདས་ཀྱིས་ངེས་པར་གསུངས་ཟེར་དེ་ག་ལ། དང་པོ་སློབ་དཔོན་སྐྱེས་ཆུང་སྤོང་གིས་དེའི་གང་ལ་ཚིག་འགྲེལ་དེ་བརྒྱབ་དེའི་འོག་བཅོམ་ལྡན་འདས་ཀྱིས་གསུངས་ས་དེ། མིང་ནི་གུང་དོ་གུང་གིས་ཕྱིས་ནི་གུང་དོ་གུང་བྱས་པ་དེ་ལ་དེ་ནི་ཡོད་མ་ཡིན་འདི་ནི་ཕྱིས་ནི་ཕྱིས་ཉིད་དོ། གཞུང་ས་ནི་གསུམ་པའི་འཇུ་བྱེད་རང་ཚིག་གི་གྲུབ་པ་བཀག་པས། ལུང་སྲིད་ཡོར་བ་དང་ལུང་སྲིད་ཀྱི་ནང་ནི་སྲིད་པ་འཕོ་བའི་མདོ་དང། དོན་གྱི་བདེན་ཚིག་དེ་མི་འདུག་འདི་བཞི་ཀ་ཏི་པུ་ལི་གསུམ་པའི་མདོ་གསུམ་གྱི་ནང་ནས་མདོ་དང་པོ་སྟེ། སྲིད་པ་འཕོ་བའི་མདོ་དེ་དྲུང་ནི་སྲིད་པ་འཕོ་བའི་མིང་ནི་གུང་དོ་གུང་གིས་བསལ་ཏེ་འཇུ་བྱེད་རང་ཚིག་གི་གྲུབ་པ་བཀག་པའི་སྟོང་ཉིད་ཀྱི་ལྟ་བ་བསྟན་དགོས་ཡོད་པ་དེ་སྦྱར་གྲགས་བེད་གྲགས་རེད་བ། འོན་ཏེ་དང།

དེས་ང་ཚོ་དེ་འདྲའི་རྩ་ཆེན་པོ་གཅིག་འདུག་ལོས་དེའི་གར་སོགས་རེད་སྐད་ཆ་ཡང་ཁུངས་མེད་ངེས་བཤད་ན་འགྲིག་མ་རོ། ད་ངས་བྲོ་བ་ངེས་ཤེས་དེ་ག་རེ་ཡིན་ཟེར་ན་རྒན་ངའོ་སྐད་གཟུགས་ལ་བྲོ་བ་ངེས་ཤེས་དེ་ག་རེ་ཡིན་ཟེར་ན། རྒན་གྱི་ཤོག་དྲུང་བཞི་བརྒྱ་དང་སྤྱི་མེད་དྲུག་གི་ནང་ལོ། རྒྱ་བོ་ལྟ་བུའི་སེམས་བསྐྱེད་དང་ཉན་པ་ལྟ་བུའི་སེམས་བསྐྱེད་དུ་བཤུ་ཚུལ་ལྟ་བུའི་སེམས་བསྐྱེད་གསུམ་མཆིས་ནས། རྒྱ་བོ་ལྟ་བུའི་སེམས་བསྐྱེད་དེ་དབོན་པོ་རྟུལ་པོ་བྱེད་ཉན་པ་ལྟ་བུའི་སེམས་བསྐྱེད་དེ་དབོན་པོ་འདྲི་བཤུ་ལྟ་བུའི་སེམས་བསྐྱེད་དེ་དབོན་པོ་མཆོག་ལ་དོ།

ག་རེ་ཚེ་ན། འདོད་ཆེན་པའི་སེམས་བསྐྱེད་པ་ནི་གྲངས་མེད་གསུང་རྒྱུན་རྩ་གསུམ་གོ་ནི་ཟེར་ཏེ། ཚོགས་རྒྱུན་རིང་པོ་བསགས་དགོས་དོ། ཡེ་ཤེས་དྭངས་པའི་སེམས་བསྐྱེད་པ་ནི་གྲངས་མེད་བདུན་གྱི་ཚ་ཆེན་པ་ཡིན་ནོ་ཟེར་ཏེ་འབྲིང་རེ་དོ། ཚོགས་བསགས་སྟངས་གོ་ནི་ཏག་ཏག་དྲུག་དུ། དཔེ་མེད་པའི་སེམས་བསྐྱེད་པ་ནི་གྲངས་མེད་གསུང་རྒྱུན་ཚོགས་བསགས་གསུང་དུ། ད་བྱ་བ་བྱང་པ་མགོན་པོ་གི་ཐུགས་ཏེ་གསུང་དབྱངས་ཏེ་རྒྱལ་པོ་ལྟ་བུ་གསུང། ལྕེ་ཡ་དེ་རྙེད་པ་ལྟ་བུ་ལྕེ་དེ་ལྟ་བུའི་གན་གི་གོས་ཀྱི་མ་རེད་མ་གཏོགས། རྒྱལ་པོ་ལྟ་བུ་སའི་མ་རེད་གཉིས་པ་ལྟ་བུ་རྒྱལ་པོའི་ལྟ་བུའི་བྱང་ཆུབ་སེམས་བསྐྱེད་ཀྱི་བདག་ཅག་སྟོན་པ་ཤཱཀྱ་ཐུབ་པ་དང། ནི་ལྗགས་བྱང་མ་དངོས་པོ་ཡིན་འདས་པ་དེ། བསྐལ་པ་ནི་བརྗེད་ཁྲི་བཞི་སྟོང་པ་ཁོང་དགའ་བདེའི་བྱང་གི་སྔ་མོའི་ལྕགས་བསམ་བདག་ཅག་སྟོན་པ་ལྗགས་ང་བ་ཞེས་གཅེས་འཛིན་ཤུགས་དྲག་ཆེ་བས་དྲིན་བསལ་ཏེ། ད་འདི་རྟོགས་ལྡན་རིན་པོ་ཆེ་སྐུ་གོང་མ་རྟོགས་ལྡན་འཇམ་དབྱངས་བློ་གྲོས་ཀྱི་གསུང་ཀྱང་ཐོན་དགོས་རེད་ཟེར་ད་དེ་ལ་ཁུངས་བཅོལ་ཅི་རེད་དྲན་རྒྱུ་དེ། བླ་རྫོགས་མཁན། ང་དེ་དྲི་བ་དྲིས། སྤྱི་དང་ཉན་པ་ལྟ་བུའི་སེམས་ཀྱིས་ཉན་པ་ལྟ་བུའི་སེམས་ཀྱིས་ཁུངས་གཏུགས་ཁུངས་གསུངས་ས་གི་མདོ་རུ་བ། སེམས་ཀྱི་རྩ་གསུམ་པའི་ལེའུའི་མདོ་དེ་ཀུན་མཁྱེན་བླ་མ་འབྱོན་བཞི་པའི་ཕ་ཞིག་ཐ་ཆེན་ནང་ལ་བྲོངས་ཡོད་རེད། ཡིན་ན་ཡང་དེ་རྒྱང་རྒྱང་མ་ངེས་པའི་སེམས་ཀྱིས་ཡིས་གསུངས་ཡ་དེ་ག་རེ་རེད་ད་ཁོ་རང་དངོས་གནས་བྱས་པ་ཡིན་ན་སོ་སོ་གི་ཐུགས་མྱོང་བཞིན་མཛད་པ་དེ་བོད་ཀྱི་གཞུང་ལ་གསུང་དགོས་ར། ད་ད་ལྟ་གིང་གིས་གསུངས་པ་དེ་ལ་ཡང་ཉན་པ་ལྟ་བུའི་སེམས་ཅན་ཡིད་གཏོང་གི་བདག་ཅག་ཐུགས་ཉིད་སྙོམས་དུ་མཚུངས་བྱ་བ་འདི་པའི་ཉན་པ་ལྟ་བུའི་སེམས་ཅན་ཁོང་ལ་དཔེ་མི་སྲིད་པར་འགྲོ་ཁག་པོ་འདུག་ཟེར་དེ་ན་གཞི། ཀུན་མཁྱེན་བླ་མ་འགྱོད་བཞི་པའི་ཕ་གཞི་ཐ་ཆད་ནུས་གསུངས་ཤར་འཇུག་དེ་ཡང། སྲིད་ཀྱི་ཆོ་ལོ་ཀ་གཉིས་འགྲོ་བའི་དཔེ་འགྲོ་ཁག་པོ། དགེ་བསྔལ་དེ་གཅིག་དང་ངའི་རིག་པ་དེ་ཡིན་ད། ཁོ་ཚོགས་བསགས་དང་རིམ་གྲོ་སོང་བསྟན་བ་ཡིན་ཙང། ནས། ག་རེ་ཟེར་ནི་རྒྱལ་པོ་ལྟ་བུའི་བྱང་ཆུབ་སེམས་དེ་ལྟས་སུ་ངེས་ལས་སོ་སོ་དེ་སྲིད་དུ་བ། ཉན་པ་དེ་མཉམ་དུ་ཟེར་བློ་རྒྱ་ཆེར་འགྲོ་སོང་བ། སེམས་ཅན་ཐམས་ཅད་མངལ་ལས་སངས་རྒྱས་ཀྱི་སྐུའི་ཟིལ་གྱིས་སྙིང་སྟོབས་ཆེ་རུ་འགྲོ་བའི་བར་ཁོ་ཚོ་ད་ག་རང་གི་ཨམ་བི་རྣོ་འབྲི་བཏུ་སོང་སྟེ། བྱས་ཙང་ངས་ཅི་ནི་གོ་བ་དང་འགལ་ས་མ་རེད་ཀིན། རོ་རྒྱ་པོ་ལྟ་བུའི་སེམས་ཅན་སྲིད་དེ་གར་སེམས་ཅན་ཐམས་ལ་སྡུག་བསྔལ་ལས་སྐྱོབ་པའི་ཆེད་དུ་རང་ཉིད་སངས་རྒྱས་བ་རེད་མ་གཏོགས་ཁྱོད་ཚོ་ཚང་མ་དེ་ཨ་མངལ་ང་སྐྱིད་པོ་ཅིག་ལོ་འགའ་ཅིག་འགྲོ་གི་ཡིན་ཟེར་ཡ་དེ་སོང་ན་མ་རེད་བ། མ་རེད་ཀིན། དེ་མ་ཡིན་དེ་ཙང་ནི་རྒྱ་པོ་ལ་ལྟ་བུའི་ལ་སེམས་ཅན་དེ་དེ་རེད་གར་དེ་སྐྱེས་ནས་རེད། ཁོ་འོམ་བུ་ལྟ་བུ་ཆགས་ཀིར་ཆགས་སྟངས་མང་འདུག་སྟེ། དེ་ཡིན་ཙང་ངས་ཚོད་ཟ་ཟ་འདུག་ཁོ་རང་བྱས་ན་གྲངས་མེད་སུན་ཅུ་རྩ་སོང་བར་འགོག་འགྲོ་གི་འདུག་བ་གཅིག་དེ་གྲངས་མེད་བདུན་གཅིག་དེ་གྲངས་མེད་གསུམ། ཨ་ནི་འགོག་དགོས་དོན་མི་འདུག་ལབ་དགོས་རེད། ལགས་སོ་རྒན། སངས་རྒྱ་མངའ་ལོས་དེ་ཞེས་ཅིང་ཚེ་ཤུགས་དྲག་ཆེ་བའི་དྲིན་ཡིན་ཟེར་ཁོག་གི་སྒུག་ཆ་རྒྱག་དགོས་ར། ལགས་སོ་རྒན་ངས་དེ་དྲི་བ་ཞིག་ཞུས་ཆོག་པ་ཅི། ད་ལྟ། དག་ཞན་མཉམ་བརྗེས་ཀྱི་སྐོར་ནས་སེམས་སྐྱིད་ཚུལ་དང་རྒྱུ་འབྲས་མི་མངའ་དོན་གྱི་སྐོར་ནས་སེམས་སྐྱིད་ཚུལ་གྱི། བརྒྱུད་པ་རྩིས་ཡིན་དུས་ད་ལྟ། རྒྱུ་འབྲས་མི་མངའ་དོན་གྱི་སྐོར་ནས་སེམས་སྐྱིད་ཚུལ་གྱི་རིམ་པ་དེ་བྱིས་ཚུན་བྱམས་པ་ནས་ཕ་ཕ་ཐོག་མེད་ལ་བརྒྱུད་པའི་ལུགས་ཀྱིས། ནས་བརྒྱུད་པ་དེ་རྩིས་ཀྱི་ཡོད་རེད་བ། ད་དེ་ཡིན་དུས། ད་ལྟ་དམིགས་བསལ་གྱིས་རྒན་གྱིས་ད་ལྟ་དེ་ཐོག་ལ་དོ་སྣང་གནང་པ་ཡིན་པ་སོང་ཙང། འཕགས་པ་ཐོགས་མེད་དང་རྗེ་བཙུན་འཇམ་དཔལ་མགོན་པོའི་གཞུང་ནང་ལོགས་ལ། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སེམས་བསྐྱེད་ཚུལ་གྱི་རིམ་པ་གསུངས་ཞེས་པ་འདི་འདྲི་མཇལ་ཡོད་ཡོད་མ་རེད། གལ་སྲིད་མཇལ་མེད་པ་ཡིན་ན། ཨ་ནི། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སེམས་བསྐྱེད་ཚུལ་གྱི་རིམ་པ་དེ། རྗེ་བཙུན་འཇམ་དཔལ་ནས་འཕགས་པ་ཐོགས་མེད་ལ་བརྒྱུད་པའི་རིམ་པ་དེ་ཡིན་པའི་རྒྱུ་མཚན་ག་རེ་རེད། དེ་ཞུ་བའི་དང་ད་ལྟ་ངས་ཚང་མ་ཚར་མ་སོང་མཁན་དེ་གཅིག་དང། དེ་ནི་ད་ལྟ་རྗེ་བཙུན་འཇམ་དཔལ་མགོན་པོ་གིས་བསྟན་བཅོས་མངོན་རྟོགས་རྒྱན་ནས་མར་གསུངས་བཞག་ཡོད་པའི་སེམས་བསྐྱེད་སྐོར་དེ།

དེ་ལ་ཁུངས་གཏུགས་ལངས་དྲོད་དུ་ཚང་མ་གི་མན་ངག་འདི་ཡིན་གསུང་དགོས་རེད། དེ་འདྲ་ཡི་སྔོན་རྡོ་རྗེ་དེ། ནི་ཐིག་ཕྱིའི་ཐུན་མོང་མ་ཡིན་པའི་བསྟན་རྒྱུད་ཡིན་ཙང་གདུལ་བྱ་ཕྱིའི་དབང་རྣོན་ཡིན་གསུང་ཡོད་རེད་ཡང་དག་ཁྱེད་ཚོ་སྔོན་དུ་བཏང་དགོས་འདུག་འོ་དེ་གའི་བདག་རྐྱེན་ཉག་ཅིག་བྱང་ཆུབ་སེམས་འཆི་མི་ཐུབ་བ་ག་རེ་རེད་ཟེར་ཡ། ངས་འདི་ན་དོགས་གཅོད་བཀོད་ཡོད་ལ་ང་ལས་དོགས་པ་དེ་ཟ་དགོས་རེད། ཡིན་ནའི་སྔོན་རྡོ་རྗེ་གི་འགྲེལ་ཆེན་འགྲེལ་པ་ཕལ་ཆེ་བ་ནང་ལ་བདག་རྐྱེན་ཉག་ཅིག་བྱང་ཆུབ་སེམས་བསྐྱེད་ཚུལ་ད་ནི་ངས་མཇལ་མ་སོང་ཟེར་རྒྱུ་ཡིན། དེ་ཡིན་ཙང་སྒྱུ་འཕྲུལ་མན་ངག་བདུན་གང་གཱ་དེ་ལག་རིས་ཆེན་མོ་རེ་ཚང་མ་གི་རྒྱ་བྱང་པ་ནས་བརྒྱུད་པའི་སྒྱུ་འཕྲུལ་མན་ངག་བདུན་དང་འཇམ་པའི་དབྱངས་ནས་བརྒྱུད་པའི་བདག་གི་སྙག་རྗེའི་ཟེར་ཏེ། རྗེ་ཡེ་སི་གསུང་གང་གཱ་ལ་དེ་གཅིག་བརྒྱུད་གྲགས་བསྡད་པ་ཡིན་ཙང་འོ་དེ་རེད་དེ་ལ་ངོས་དོགས་གཅོད་དེ་བཀོད་ཡོད། ད་དེ་ཡིན་ནའང་ནས། ད་དེ་ཟེར་དགོས་ཨ། ངས་འདི་ད་ལྟའི་གི་དྲི་བ་ལྔ་ལ་ལན་བརྒྱབ་ཡོད་ང་རང་ཤེས་སུ་བསམ་བཏང་དུས་དུས་གང་ལས། ཨ་ནི་ཡང་དག་ཤེས་སུ་མངོན་དུ་བཏང་མཁན་གྱི་དབང་ནུས་དེ་དང། སྤྱོད་པ་བྱང་ཆུབ་ཀྱི་སེམས་ཁོ་རང་གཉིས་རྡོ་ཆས་ཆུ་འགོ་ནས་ཨང་བུ་སྣོན་འཕྲི་གཅིག་བཞག་ཆོག་གི་ཡོད་ས་རེད་དྲན།

ད་གེ་མ་བཤད་འོང་དུས་སྒྱུ་འཕྲུལ་མ་བསྒྲིགས་འོང་དུས་གང་སླད། བདག་གཞན་བརྗེ་བའི་བསམ་པས་གུས། བདག་གཞན་གཉིས་ངོ་གཉིས་ཀྱི་ཐ་དད་འཛིན་པ་བསལ་ཡོང་དུས། ཕ་རུ་ཚུ་རུ་གཞན་དུ་བརྫུན་ཟེར་དུས་འབྲུག་ཤ་བདག་དང་གཞན་གཉིས་བཏུས་པ་སྟེ་ཕ་རུ་ཚུ་རུ་གཞན་དུ་བརྫུན་ཟེར་ནུས་རིག་པ་སྣང་བདག་གིས་བསྒྲུབ་དགོས་པ་ཡིན་ཙང། དེ་གི་གུག་དེ་བསལ་དགོས་ཀྱི་ཡོད་ཙང།

ཨ་ནེ་ཁོ་ན་གི་ཕན་ནུས་སོགས་དང་མ་ག་རེ་རྣམ་འཕེལ་རེད། སྤྱོད་འཇུག་གི་དོམ་གྱི་རྣམ་འཕེལ་ཡི་གེ་རོ་དང་སྤྱོད་འཇུག་བོད་ཀྱི་ཉམས་ལེན། སྤྱོད་འཇུག་ཡིན་ན་ད་གང་འགྱུར་རེ་མན་ངག་དུ་ག་རེ་ཡིན་ནའི། དེ་ཡིན་ན་ཕལ་ཆེར་ངའི་སེམས་ན་རུ་བ། ད་ངའི་ཞིབ་འཇུག་སྐད་ཆའི་ཟླ། ཡང་འདི། སྡེ་དགེ་གི། ཆོས་ཚན་ཨང་གྲངས། སུམ་སྟོང་བརྒྱད་བརྒྱ་བདུན་ཅུ་དོན་བརྒྱད་དང། སུམ་སྟོང་བརྒྱད་བརྒྱ་བདུན་ཅུ་དོན་དགུ། དེའི་སྙིང་ནས་རོ་ལི་ཡ་དོན་དག་ཁ་བསྡུར་བྱས་ན། སྤྱོད་འཇུག་གི་དོན་ཆ་ཚང་ཚུལ་བསྡུས་བཤད་པ་སུམ་ཅུ། དོན་ཚན་བཅུ་གཅིག་ལ་བསྡུས་ཡས་གཅིག་དང། ཨ་ནི་ཚིགས་སུ་བཅད་པ་སུམ་ཅུ་སོ་དྲུག་ལ་བསྡུས་ཡས་གཅིག་གཉིས་གསུངས་འདུག་བ། འདི་ཡིན་མིན་གྱི། གཞི་ལ་འདི་ཐོ་ལི་ཡ། འདི། བཅས་ཀྱི་མཁན་རྒྱུད་བྱུང་ཡོད་ན་མེད་ན་གཅིག་བྱེད་རོགས། འདི་ཡིན་པའི་རྒྱུ་མཚན་དེ་ག་རེད་ཟེར་ན། ད་ལྟ་འདི། ཇོ་ཇིག་གིས་མཛད་བཞེད་པའི། སྤྱོད་འཇུག་གི་དོན་ཚན་བཅུ་གཅིག་འདི་གི་ནང་དོན་གྱི་འགྲེལ་པ་བྱས་ཡོད་རེད།

ཆོས་ལོ་གོ་སུམ་ཅུ་སོ་དྲུག་ཡོལ་འདེབས་མཁན་གཅིག་དང་དོན་ཚན་བཅུ་གཅིག་ཡོལ་འདེབས་མཁན་གཉིས་སུ་བསྡོམས་བརྒྱབ་རྗེས། འདི་གི་དཔེ་ཆའི་འགྲེལ་པ་ཡིན་པ་འདྲ་པོ་འདུག་འདི་ཡིན་ན་འདི་དང་ད་ལྟ་ཁྱེད་རང་གིས་འདི་འདི་གསུངས་ཏེ་གེགས་ཞི་ལགས་ཀྱིས། དོན་དམིགས་སྐོར་བཅུ་གཅིག་ཟེར་དེ་དེ་གཉིས་བར་ཡ་འབྲེལ་བ་ག་རེ་ཡོད་དེ་མེད། དེ་གཅིག་གསུངས་ན་ལོགས་སུ། གསལ་པོ་བྱ་ཟེར་གསུངས་འདུག། ལགས་སོ་ད་ང་འདི་དམིགས་བསལ་ད་ལྟ་རྒན་གོས་གསུངས་དེ་ཡ་གི་དོན་ཚོད་དེ། སྐྱོན་རྒྱུགས་ཀྱི་དོན་ཚོད་བཅུ་གཅིག་དང་སུམ་ཅུ་སྐོར་དེ་དམིགས་བསལ་ད་དེ་དེ་བསྡུར་བཅོས་མ་བྱུང། བཀའ་ཐང་ཆུ་བོ་གཅིག་འགྲིག་བཟོས་ཏེ་ལང་རིགས་སྲུང་ཆུའི་ཕལ་མོ་ཆེ་ནང་ལ་མ་སྲུང་དུས་གང་ལ། བཀའ་ཐང་ཆུ་བོ་གཅིག་འགྲིག་གི་ལོ་རྒྱུས་དུ་སྲུང་དུས་གང་ལ། སྒྱུ་འཕྲུལ་མན་ངག་བདུན་པ་དང་རྒྱ་ཁྱི་སྙང་རྗེ་གི་བྱང་ཆུབ་སེམས་གཉིས་མན་ངག་སོ་སོ་ལུགས་སོ་སོ་ཡིན་པ་ལ་སྙང་མེ་ཇོ་བོ་རྗེའི་བླ་མ་སི་ལི་པང་ནས་མཇལ་ནས་བཟུང་སྟེ་བཀའ་ཐང་ཆུ་བོ་གཅིག་འགྲིག་བཟོས་འདི་ཁྱུང་ཚང་སྟོང་གི་ཆུ་བོ་འདུལ་བའི་ཕྱིར། ལོ་སོ། བ་ལྟའི་གསུང་དབྱངས་ཀྱིས། ལོ་སོ། འདི་ལ་སྙིང་སྟོབས་དཀོན་ཞིང་དང་བསྟུན་ཏེ་སྐར་མ་གཅིག་རང་གཅིག་གནང་རོགས་ཞེས་ཞུ་ཡིན། འདི་སྙན་ལ་ཡང་མཁན་ཟུར་རིན་པོ་ཆེས་འདི་གསུངས་སོང་ང་བྱེ་བྲག་མེད་པའི་བདེ་བ་སྐྱོབ་ཀྱིས། བྱེ་བྲག་མེད་པའི་བདེ་བ་སྐྱོབ་མཁན་ཟིང་རྩ་བ་གཉིས་ནས་ཞུས་གསུང་ཡ་ཡོད་མ་རེད། ག་རེ་གསུང་སོང་ནང་པའི་བདེ་བ་སྐྱོབ་མཁན་ལ་གོ་བྱེ་བྲག་མེད་པའི་བདེ་བ་སྐྱོབ་མཁན་ལ་ག་རེ་བྱ་གི་རེད་ཟེར་ན་རེ་བ། ཤི་ཐམས་ཅད་ཡོད་བ་སྨྲ་བ་ཡང་ན་ཐམས་ཅད་ཡོད་བ་སྨྲ་བ་གིས། ལྟ་གྲུབ་ཀྱི་འདོད་མཁན་གྱི་ས་ཆ་གསུམ་གྱི་མིང་རེད། ཉི་འོག་གི་བྱེ་བྲག་སྨྲ་བ་ཁ་ཆེའི་བྱེ་བྲག་སྨྲ་བ། ཡུལ་གྱི་བྱེ་བྲག་སྨྲ་བ་འདི་ལ་ཆོས་སྐོར་བྱེ་བྲག་སྨྲ་བ་གསུམ་ཀ་རེད་མ་གཏོགས་འདིའི་གཡས་གཡོན་ལས་བལྟས་པའི་བྱེ་བྲག་སྨྲ་བ་རྩ་བ་ཉིད་ཡོད་མ་རེད་དེ་སོང་ཙང་ནམ་རྒྱུན་ནས་ང་ཚོ་གར་སོང་སྟེ་སྐབས་སུ་བོད་པའི་ཁ་རྒྱུན་ནི་ག་རེད་བཟོ་ན། ཨ་ནི། བྱེ་བྲག་སྨྲ་བའི་སྡེ་བ་བཅུ་དགོས་སམ་བྱེ་བྲག་སྨྲ་བའི་སྡེ་བ་བཅུ་ཀ་ལས་ན་ཕལ་ཆེན་སྡེ་བ་དང་དེང་སང་གི་པར་ལིའི་གནས་བརྟན་སྡེ་བ་ཆ་ཚང་བག་ཞག་ཞེས་གོ་བ་རེད་དེ་སོང་འདི་ཏག་ཏག་མི་འགྲོ་ཞོལ་ཡིན་དེ་དང་ཆབས་ཅིག། ལོགས་སུ་ད་འོ་ད་དུས་གཅིག་བྱས་འདིར་ཞི་གནས་ཆེན་པོ་མཆོག་ལ་ཡང་ཚང་བརྩེ་ཞུ་བ་དང་སྦྲགས། ད་ནི་ད་རིས་ད་གཞི་སྣང་བཅུའི་སྒོ་ནས། སེམས་ཀྱི་ཚུལ་དུ་ལ་གིང་གིས་འདི་ནི་མ། སྒྲུབ་གཞས་འདྲ་དེ་བཀོད་ཡོང་དུས། བརྡ་གཞས་ནི་ངོ་བོ་ཐ་དད་ཀྱི་གྲུབ་པ་བཀག་དགོས་ཀྱི་རེད་དེ་བཀག་ཡོང་དུས་དཔུང་ནུས་གཏོགས་དགོས་ཀྱི་ཡོད་རེད་གསུང་གི་ཡོད་ན། ཡང་ལས་གཞན་དག་གི་རྒྱུ་མཚན་གྱི་འབྲེལ་ཡོད་ན་གཟིགས་གཅིག་བྱས། ཨ་ནི་ད་ཇོ་བོ་རྗེའི་བླ་མ་སྲིན་ལེགས་པ་ཐལ་མེད་སྔ་ཞུ་ག་ཕྱིན་པ་རེད། ཨ་ནི་གདམས་ངག་དེ་དག་བརྡ་གཞས་ནང་བྲིས་ཀྱི་གདམས་ངག་ཕྱོགས་དེ་དག་ཁོང་གི། ཇོ་བོ་བླ་མ་སྲིན་ལེགས་པའི་རྒྱུད་ལ་འཁྲུངས་ཡོད་ནས་མེད་ན་ག་སྲིད་འཁྲུངས་ཡོད་ན་བླ་མའི་སྲིན་ལེགས་པ་གི།

ད་ལྟ། རྒན་ངའོ་སྐལ་བཟང་གིས་ད་ལྟ་འདི་རྩོམ་ཤོག་སུམ་བརྒྱ་དགུ་བཅུ་དཀར་ལམ་ཨ། ཤེས་ཏེ་ད་ཐེངས་ཅི་གསལ་པོ་ཆགས་མ་སོང། སྤྱོད་འཇུག་ལེའུ་བརྒྱད་པ་ནས་གསུངས་པའི་བདག་གཞན་མཉམ་བརྗེ་སྒོམ་ཚུལ་དང། རྒྱུ་འབྲས་མན་ངག་བདུན་སྒོམ་ཚུལ་སོད་དུས་དེ་དཔའ་རུ་ལ། ད་ལྟ་འདི། བགྲོ་གླེང་གི་མཛད་རིམ་ནང་ལ་དེ་དང་ཟེར་གྱི་འདུག་དེ་དང་ཟེར་ཏེ་མ་བཅུག་པ་ཡིན་ན། རྒྱུ་འབྲས་མན་ངག་བདུན་གྱི་སྒོམ་ཚུལ་དེ་སྤྱོད་འཇུག་ལེའུ་བརྒྱད་པ་ནས་གསུངས་པ་འདྲ་པོ་རུ་ཆགས་འགྲོ་གི་འདུག་ཨ། སྤྱོད་འཇུག་ལེའུ་བརྒྱད་པའི་ནང་ལ་རྒྱུ་འབྲས་མན་ངག་བདུན་སྒོམ་ཚུལ་དེ།

དབུ་མ་རྒྱན་དང་དང་ལོ་ནས་མཁན་ཆེན་ཞི་བ་སོགས་ལོ་དགུ་བརྒྱ་བཞུགས་རེ་ཟ་དེ་ལས་ཀླད་ཀོ་ཐོད་རེ་ཟ་དུ་ཚོད་དྲག་པོ་དྲག་པོ་མེད་འགྲོ་བསམ་བསམ་རེ་བྱེད་དོགས་པའི་ཚུལ་འདི་ཞུ་གི་ཡིན་ཨ་ནི་ལན་བསྐྱོར་བ་ན། ད་ལྟ་ཁྱེད་རང་གི་བླ་མ་སྲིན་ལིང་པ་གསེར་ཚང་བར་ཟེར་ཡ་དེ་ད་གོང་གི་མ་འདོད་རྒྱལ་གྱི་རྗེས་སུ་གཟུང་བའི་ཆེད་དུ་གསང་ཟིན་པའི་ལྟ་བ་བསྟན་པར་མཛད་པ་ཡིན་ན། བསྟན་བྱའི་གང་ཟག།

པས། བདག་གཞན་གཉིས་ངོ་བོ་ཐ་དད་དུ་གྲུབ་པ་དགག་སྟེ་སྒྱུ་མ་ལྟ་བུ་སྣང་འཇོག་གི་སྒོ་ནས་ཡོད་པར་གསུངས་ཟེར་བ། བདག་གཞན་གཉིས་ཕན་ཚུན་ལྟོས་གྲུབ་སྒྱུ་མ་ལྟ་བུར་རྫུན་ཟེར་དུས། བདག་གཞན། བདག་གཞན་གཉིས། ངོ་བོ་ཉིད་ཀྱིས་ཐ་དད། ངོ་བོ་ཐ་དད་གྲུབ་པ་བཀག་པ་དེ་སྟོང་ཉིད་དུ་འགྱུར་ཡོད་ན་མེད་ན། ཞེ་སྡང་ཡིན། ཅི་འདྲ་བ་ཡིན་ན་མཐའ་བདུན་དུ་མ་གྲུབ་པ་སྟོང་ཉིད་མ་ཡིན་ཟེར་ཡག་ཅེས་གསུང་གི་ཡོད་རེད་བ།

རྒྱུ་འབྲས་མན་ངག་ཟློས་གར་ཐོག་མ་གི་བཏང་སྙོང་ཟེར་ཏེ་རང་གི་སེམས་ཅན་ལ་ཕ་རྟགས་ནི་ཉིན་རེའི་ཆགས་སྡང་དགྲ་ཡི་བཏང་སྙོང་ས་ཁོད་ཁྱུང་ཁོད་སྙོང་པོ་ཞིང་ས་གཤིན་པོ་ལྟ་བུ་དེ་རེད། ཚད་མའི་གཞི་གི་ནང་གི་བཏང་སྙོང་ཟེར་ངེས་དེ་རང་གི་ཕ་རྟགས་ཚུལ་མ་རེད། ཕ་ཆོས་དམིགས་ཡུལ་དུ་བྱས་པའི་སེམས་ཅན་ནང་འཕོས་ཚེ་ཉིན་རེའི་ཆགས་སྡང་དང་དགྲ་ཡི་བཏང་སྙོང་ལ་གནས་པ་བྱོས་ཟེར་ཏེ། གཉིས་རྗེས་དང་བྱང་འཕགས་ཀྱི་མཐར་རྟགས་དང་ལས་གོ་གི་རེད། དེ་ཡི་བཏང་སྙོ་དེ་དང། རང་གིས་གཞན་ལ་ཕ་དམིགས་པས། ཁ་བཞི་ལ་བསྙད་དང་ཁ་བཞི་ལ་སྒྲ་དང་ནི་དེ་འདྲ་མ་ཡིན་པ་ལྟ་ཚུལ་གཅིག་པ་ཡོང་དགོས་ཟེར་ཡ་དེ་གཞན་སེམས་ཀྱི་མན་ངག་དང་པོ་དེ་རེད། ཚད་མའི་ཤེས་ཡོན་གནང་མཁན་སེམས་ཅན་ཐམས་ཅད་ཉིན་རེའི་ཆགས་སྡང་གཉིས་དེ་བྲལ་བར་ཤོག་ཟེར་ཡ་དེ། སེམས་ཅན་ནང་ཕོའི་ཚོད་ཀྱི་ཉིན་རེའི་ཆགས་སྡང་དེ་བྲལ་ཤོག་ཟེར་དགོས་རེད་དེ་ཡི་དང་དེ་བཏང་སྙོ་དེ་དང་གཅིག་ག་ག་རེད། སྒྱུ་འཕྲུལ་མན་ངག་མདོས་ཀྱི་ནང་གི་བདག་གཞན་མཉམ་པར་ཟད་དེ་བདེ་བ་འདོད་པ་མཉམ་སྡུག་བསྔལ་མི་འདོད་པ་མཉམ་ཟད་དེ་དག་གི་མན་ངག་བཅུ་གཅིག་ནང་བཏང་སྙོམས་གཉིས་ལས་ཀྱི་རེ་བ་དེ་བཏང་སྙོམས་མི་འདྲ་བ་གསུམ། རྒན་ངག་སྐལ་བཟང་བཀའ་འདྲི་ཞུ་བའི་ཕྱིར་ད་ལྟ་རྒན་གྱིས་བླ་མ་སེང་གླིང་པ་དེས་ཨ་མདའ་སེམས་ཙམ་པའི་ཚུལ་བཟུང་བ་རེད་མ་གཏོགས་དོན་དངོས་པོའི་གནས་ཚུལ་ལ་སེམས་ཙམ་པ་མ་ཡིན་པ་གྱི་གསུངས་སོང་བ

ནི་བདག་ཅག་གི་སྟོན་པ་ཤཱ་ཀྱ་ཐུབ་པའི་སྲིན་སྐྱེས་ཚུལ་ཕ་བོ་ཕ་བོ་ཤེས་རན་གཟིགས་ཀྱི་སྲིན་སྐྱེས་ཚུལ་ནང་བྱོན་ང་ཚོ་སྲིན་སྐྱེས་ཚུལ་གསུང་གི་ཚིག་བཞག་ཞོག་རོ། ཕ་བོ་ཤེས་རན་གཟིགས་འདི་ཤུག་རྫི་ལྟ་བུ་རེད་གསུང་ཡང་འདི། སྐལ་བཟང་སངས་རྒྱས་སྟོང་གི་སྲིན་སྐྱེས་ཚུལ། ག་འདྲས་ག་འདྲས་སེ་སྲིན་སྐྱེས་པའི་ཚུལ་འདི། གནིས་འཇིག་པད་མ་དཀར་པོ་དང། ནི་འདུ་སྡེ་སྐལ་བཟང་གི་ནང་ལོགས་ལ་ད་སུ་སུ་སྲིན་སྐྱེས་ཚུལ་དང་ནི་ག་རེ། རིགས་ཀྱི་ཚེ་དང་སྐུ་ཕུང་གི་ཚེ་དང་འདི་སྣ་ཚོགས་པའི་གསུང་གི་འདུག་ཨ། ཅེ་དེའི་ནང་ལོགས་ལ་འདོན་རྒྱུ་ཡོད་ན་མེད་ན།

ལགས་སོ། འབྲས་བུ་ཐ་མ་ངས་འདི་ཞུ་དགོས་བྲམ་སོ་འདི་ད་ཁ་སང་ནས་ང་སོང་བླ་མ་ཇོ་བོ་རྗེ་གསེར་གླིང་འདི་དེང་ད་ཨིན་ཏྲོ་ནེ་ཤཱི་ཡར་འདི་ན་ཕེབས་དགོས་ཡ་འདི་སོ་ད་སེམས་ཁེ་རང་གི་ཆེད་དུ་ཡིན་པ་ཤུགས་ཆེ་བ་འདི་རང་གསུངས་སོང་རེད་བ། ད་ད་ང་རང་བསམ་ཚུལ་ཡིན་དཱ། ངས་བརྗོད་ན་འདི་གཅིག་པུ་ཟེར་ས་མ་རེད་ཟེར། ཁོང་གསེར་གླིང་ལ་ཕེབས་ཡ་དེ་གསེར་གླིང་ལ་ནས་གླིང་ལག་གི་འདུག་ང་ང་རང་ཚོ་བོད་བོད་ཀྱི་ཡིག་ཆ་ལ་ཡོད་རེད། ནས་གླིང་ལ་ཕེབས་དགོས་ཡ་དེ། ད་སེམས་སྐད་ཡིན་ཆོག་གི་རེད་རེད་བ། སོག་སོག་དེ་ངས་བརྗོད་ན་དུས་འཁོར་གྱི་ཆེད་དུ་ཕེབས་ཞག་ཟེར། ད་འདི་སྐབས་སུ་འདི་གི་འཁོར་ལོ་དེ་བཞིན་ནི། ལོ་སུ་དུས་དུས་ཅི་གནང་རོགས་ན་ནི།
འབྱུང་འདོད་རེད་བ། ཨོ་དེ་ཡིན་ས་རེད་ཟེར་ལ་སོང། ལོ་སུ་ལན་དུས་དུས་ཅི་གནང་ཨ་ནི་དེ་ཞུ་གི་དེ་རྣམ་སྤྲུལ་ལས་མཁན་པོ།